དེས་ན་ཐོག་མར་འདི་ནས་བཤད་རྒྱུའི་དོན་དང་པོ་ནི་སློབ་ཁྲིད་ཀྱི་སྔོན་འགྲོའི་སྐོར་ཡིན། དེའི་ནང་གི་དང་པོ་བོད་སྐད་ཀྱིས་བརྡ་སྤྲོད་བྱེད་པ་གི་ཐ་སྙད་འདིའི་གོ་དོན་རགས་ཙམ་བཤད། དེའི་རྒྱུ་མཚན་གང་རེད་ཟེར་ན་སྤྱིར་ང་ཅག་མི་ཞིག་ཡིན་ན་སྐད་ཆ་སྤྱི་བཤད་པ་ལ་རང་དབང་ཡོད་ཀྱང་སྤྱི་ལྟར་བཤད་པ་ལ་རང་དབང་ཡོད་པ་མ་རེད། རྒྱུ་མཚན་ནི་མི་རྣམས་ཀྱིས་སྐད་ཆ་བཤད་པའི་དགེ་བ་ནི་ཕ་རོལ་པོ་ལ་གོ་བརྡ་སྤྲོད་པ་དེ་རེད། ཕ་ལུས་པོ་ལ་གོ་བརྡ་སྤྲོད་ན་ཕ་རོལ་པོ་གིས་རང་གིས་བཤད་པའི་དོན་དུ་བདེ་ལག་ཏུ་རྟོགས་གོ་ཐུབ་དགོས་ནི་རེད། དེས་ན་གོ་དགོས་ན་ད་སྤྱི་མཐུན་གྱི་སྐད་ཆ་སྦྱོར་སྲོལ་ཞིག་དང་བསྟུན་ནས་བཤད་དགོས་ནོ་སྟབས་ཀྱི་ད་བརྡ་སྤྲོད་ཟེར་རྒྱུ་འདི་ང་ཅག་གི་ངེས་པར་བརྩི་དགོས་པའི་སྐད་ཆ་གི་ཁྲིམས་གཟུགས་རེད། ཡིན་ན་ཡང་བོད་སྐད་ཀྱི་བརྡ་སྤྲོད་ཞེས་པའི་ཐ་སྙད་འདི་གོ་བ་ལེན་སྟངས་ཀྱི་ཆ་ནས་བལྟས་ན་གོ་བརྡ་སྤྲོད་པ་ཞེས་པའི་དོན་གཟུགས་ཡོད་གི། འདི་བོད་སྐད་ཀྱི་བརྡ་སྤྲོད་ལས་བྱེད་པའི་ཐ་སྙད་འདིའི་ཐོག་མའི་བསྟན་དོན་རེད། དེ་ལས་རིམ་གྱིས་སྐད་ཆ་གི་གོ་བརྡ་སྤྲོད་པ་དེས་གནས་ལུགས་དེ་དག་རིགས་པའི་ལམ་ནས་གཏན་ཆགས་ཀྱི་སྒྲུབ་པ་ལ་བརྡ་སྤྲོད་རིགས་པ་དང། བརྡ་སྤྲོད་རིགས་པས་གཏན་ལ་ཕབ་པ་ལྟར་དུ་སྐད་ཆའི་སྦྱོར་སྲོལ་གྱི་ཁྲིམས་དེའི་ནང་དུ་བརྡ་སྤྲོད་ལུགས་དག་གཟིགས་དང་གཟིགས། དེས་ན་དང་སྤྱིར་བརྡ་སྤྲོད་ཟིན་མོ་ཐ་སྙད་འདས་མདོར་བསྡུས་ན་དང་གོ་བརྡ་སྤྲོད་པ་དང་སྐ་ཆའི་སྦྱོར་སྲོལ་དང་སྐ་ཆའི་སྦྱོར་སྲོལ། རིགས་པའི་ལམ་ནས་གཏན་ལ་ཕབ་པའི་དོན་གསུམ་ཡོད་གི། དེས་ན་བརྡ་སྤྲོད་བྱེད་པའི་གོ་བ་ཅི་རེད་ཟེར་ན། ད་སྐ་ཆའི་སྦྱོར་བ་ལ་གྲུབ་པའི་རིག་གནས་གོམས་སྲོལ་ཟིག་ག་ཟེར་གི། དེས་ན་སྤྱིར་མི་རིགས་ཤིག་ལ་རིག་གནས་ཇི་ལྟར་བ་དང་མི་རིགས་དེའི་ལོ་རྒྱུས་སྟེང་དུ། དར་རྒྱས། གོང་འཕེལ་ཇི་འདྲ་བྱུང་བའི་ཚུལ་དེ་སྐད་ཆ་གི་དམངས་དང་ཚིག་གི་སྡེབ་ལ་ཉར་འཇོག་བྱས་ཡོད་ཞིང། དཔེ་གཟིགས་བཞག་གིས་བཤད་ན་བོད་སྐད་ཀྱི་རྟ་ཟེར་བ་དང་ལྕགས་རྟ། དེ་བཞིན་གྱི་ཤིང་རྟ་ཁྲི་རྟ་ལྟ་བུའི་ཐ་སྙད་འདི་ལ་མཚོན་ན་མི་རིགས་དེའི་སྤྱི་ཚོགས་ཀྱི་འཕེལ་རྒྱས་ལ་མི་རྣམས་ཀྱི་བསམ་བློའི་འདུ་ཤེས་འཛིན་སྟངས་ཤིག་མཚོན་ཐུབ། དུས་གཅིག་ཐོག་མར། ད་རང་ཉིད་འབྲེལ་འདྲིས་ཡོད་པ་ཡིད་ལ་གཞན་ལ་འགྲོ་ཤེས་ཀྱི་སྲོག་ཆགས་བྱེ་བྲུག་པ་ཟིག་ཡང་གང་འདོད་དུ་ད་ལྟ་ཟས་དང་གཟིགས། རྗེས་སུ་ད་དེ་དང་ནུས་བ་འདྲ་བ་བཟོ་ཤེས་ཀྱི་རྒྱུ་གི་ཆ་ནས་ཤིང་ཡིན་པ་གི་ད་ཤིང་རྟ་ཟས་ནི་གྲུབ་དང་གཟིགས། དེས་ན་ཤིང་རྟ་ཞེས་པའི་ཐ་སྙད་འདིའི་སྟེང་ནས་བོད་ཀྱི་སྤྱི་ཚོགས་དེ་ད་ཤིང་འབྱེད། བཏུལ། བཞུགས་དེ་ནས་ནུས་བ་ཤིང་དང་རྟ་དང་འདྲ་བ་གི་ད། དབུས་གཙོ་ཡོ་བྱད་ཅིག་བཟོ་སྐྲུན་བྱས་ནུས་པའི་དོན་བརྩི་མཚོན་ཚུགས། དེ་ནི་ཡང་སྤྱི་ཚོགས་འཕེལ་རྒྱས་བྱུང་བ་དང་བསྟུན་ནས་ལྕགས་རྟ་ཟེར་རྒྱུ་ཟིག་བྱུང་དང་ཟིག། དེས་ན་ལྕགས་རྟ་བྱུང་བ་ལ་ལྕགས་རྟའི་གཏེར་ཁ་ལས་དུད་རྒྱང་བྱེད་དགོས་ནི་རེད། དུད་རྒྱང་བྱེད་དགོས་ན་མི་རྣམས་ཀྱིས་ལག་རྩལ་བཀྲ་སྤྱི་ཚོགས་གོང་འཕེལ་ལ་ཐོན་དགོས་ནི་རེད། དེ་ནི་ལྟ་སྐུལ་ལྕགས་རྟ་ཟེར་དགོས་ནུས་ཐ་སྙད་འདིའི་སྟེང་ནས་བོད་ཀྱི་སྤྱི་ཚོགས་འཕེལ་རྒྱས་ངེས་ཅན་ཞིག་ཐོན་ཡོད་པ་དེ་རྟོགས་ཐུབ། དེ་དང་འདྲ་བར། ད་ལྟ་ཁྲི་མཐའ་ཟེར་བ་འདི་ཡང་འཕྲུལ་འཁོར་གྱི་ནུས་བ་གི་དབང་གི་རྟ་གི་བྱ་བ་བྱེད་པ་གི་དངོས་བོ་ཟིག་གི་མྱང་ད་ཁྲི་རྟ་དག་ཟེར་དང་ཟེར། དེ་ནི་འདི་དུས་ལྟ་བུའི་ཐ་སྙད་དེའི་སྟེང་ན་མི་རྣམས་ཀྱི་བསམ་བློའི་འཛིན་ཤེས་ཀྱི་འཛིན་སྟངས་དང། རྒྱུ། གང་ལ་བརྟེན་ནས་རྟ་གི་བྱེ་བྲག་ཇི་ལྟ་བ་ཟིག་བྲིས་པ་དེའི་ཚུལ་དུ་མཚོན་ཐུབ་ནི་རེད། རྒྱུ་མཚན་དེའི་དབང་གིས་ང་ཅག་གིས་ཁ་ན་རྒྱོབ་ཀྱི་ཡོད་པའི་མིང་གི་བྱེ་བྲག་ཐམས་ཅད་ནི་མི་རྣམས་ཀྱིས་ཕྱི་རོལ་གྱི་འཇིག་རྟེན་ལ་ངོས་འཛིན་ཇི་ལྟར་བྱས་པ་དང། ཕྱི་རོལ་གྱི་དབྱེ་ན་དངོས་པོ་གང་དག་ཡོད་པ་དེ་མི་རྣམས་ཀྱིས་ངོས་འཛིན་བྱས་མ་བྱས་པ་གི་མཚོན་རྟགས་གལ་ཆེན་འཛུགས་ཆོག་གལ་ཏེ། སྐད་ཆའི་སྦྱོར་བ་རྣམས་མང་ཞིག་ཡོད་ན་མིང་དེའི་གཏན་ཤའི་དོན་དེ་ཉིད་ལ་ད་མི་རྣམས་ཀྱིས་ངོས་འཛིན་དང་ཤེས་རྟོགས་བྱས་པའི་རྟགས་གལ་ཆེན་ཞིག་རེད། རྨོངས་རིགས་ཡོད་པ་ཡིན་ན་ད་ཕྱི་རོལ་གྱི་ཡིད་དེ་ནི་མི་རྣམས་ཀྱི་ཀླུའི་ཡིད་དུ་ཤར་རུང་བ་དང་ཀླུའི་ཡིད་དུ་ཞིག་ནས་ད་གོ་བརྡ་གཞན་ལ་སྤྲོད་པའི་ཐབས་དེ་ལ་ད་རང་དབང་འབྱོར་བ་གི་ཚུལ་དུ་སྟོན་ཐུབ་ནི་རེད། དེས་ན་མང་གི་སྤྱིར་མི་གི་ཕྱི་རོལ་གྱི་ཡིད་ལ་ངོས་འཛིན་བྱེད་པའི་རྟགས་མཚོན་པ་ཡིན་ན་ན་ཚིག་ཁྲི་གི་དངོས་པོ་དང་དངོས་པོའི་བར་གྱི་འབྲེལ་བ་དང་མི་དང་དངོས་པོའི་བར་གྱི་གནས་ལུགས་དུ་སྟོན་དགོས་ནི་རེད། དེ་ན་འཇིག་རྟེན་ན་དངོས་པོ་དང་དངོས་པོའི་ཕན་ཚུན་ཕོག་ཐུག་བྱུང་བ་ལ་སོགས་པའི་དབང་གིས་ཡང་རྣམ་པ་གཞན་ཞིག་ལ་འགྱུར་བ་དེ་སེམས་རེད། དེ་བཞིན་དུ་མི་རྣམས་ཀྱིས་དངོས་པོ་ཞིག་ལག་ཆ་ལ་བཀོལ་ཏེ་ཡུལ་གཞན་ཞིག་ལ་བྱ་བ་ལ་སོགས་པ་བྱེད་པའི་ཚེ་དེ་ལ་ཡང་ཅི་ལྟར་བྱེད་པ་དང་གང་དུ་བྱེད་པ་དང་ཐབས་གང་གི་སྒོ་ནས་བྱེད་པ་ལ་སོགས་པའི་དོན་སྣ་ཚོགས་པ་ཞིག་ཡོད་ནོ་སྟབས་ཀྱིས་དེ་ལ་ཡང་ཚིག་ཕྲད་སྣ་ཚོགས་པ་ཞིག་བྱུང་སྣང་ཟིག། དེས་ན་ད་ལྟའི་ལྟ་བ་གི་དམངས་དང་ཚིག་ཁྲི་རང་རང་གི་ནུས་བ་ཁ་ཁ་ཡིན་པ་དང། དམངས་དང་ཚིག་ཁྲི་དེ་དག་སྐ་ཆའི་སྦྱོར་བ་ལྟར་དུ་སྦྱར་ན་ད་གཟོད་འཇིག་རྟེན་གྱི་གནས་ལུགས་དེ་བཞིན་ཇི་བཞིན་རྟོགས་ཐུབ་པའི་དབང་གིས་ད་འཇིག་རྟེན་གྱི་གནས་ལུགས་དེ་སྐ་ཆའི་སྦྱོར་བ་ལ་གྲུབ་པ་དེ་ཡང་ད་བརྡ་སྤྲོད་དང་དེའི་གཞུང་ལུགས་ཀྱི་སྒོ་ནས་གཏན་ལ་ཕབ་པ་ལ་བརྡ་སྤྲོད་རིག་པ་དེ་ཞིག་ད་འདི་ནས་བཤད་རྒྱུ་དོན་དང་པོ་ཡིན།